དྲ་ཐོག་གི་བོད་ཀྱི་བརྡ་སྤྲོད་རིང་ལན་གསན་གསན་གནང་མཁན་ཚང་མ་ལ་འཚམས་རེ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལེ་ཚན་འགོ་མ་ཚོགས་པའི་སྔོན་ལ་ས་བཤེར་ཞུ་ཡ་བཅུ་ལ་ང་བསྡད་ས་གི་དགེ་ཧུང་གི་ཐོད་དེ་ལ་ཞི་འོད་ཀྱི་ཚོང་བཅག་དེ་ཡོར་བ། དེང་སང་ཞི་ཕྲུག་ཁ་ཤས་ནས་སྐད་དགའ་རོགས་རྒྱབ་བསྡད་ཡོད་འདུག་དེ་ཡིན་དུས་འདི་ནང་ལོགས་ལ་བལྟས་ཚ་འཛུལ་གི་ཡོད་བ་ཡིན་ན། དེ་ལྟར་སྐད་མི་འདོར་བར་བསམ་པ་གཅིག་གི་ཐོག་ནས་མ་སེམས་བཞེས་པ་ཡིན་ན་སྐྱོན་ཆེ་ཡང་སྐྱོན་ཡོད་མ་རེད་བསམ་གྱི་འདུག། སྐྲ་བཅུག་ས་སྐམ་པོ་སྐྲ་དེ་ཡར་མར་སྤོག་འདུག་རྒྱུན་ན་སྐྱ་གསོན་པོ་འདུག་ཁོ་ཚོའི་སྐད་ནི་ཆུ་ཚོད་ཉག་གི་རྩ་བཞི་ལ་སྐྱར་སྡོད་ཀྱི་འདུག། ལེ་ཚན་སྔོན་མོའི་ནང་དུ་ང་ཚོས་སྔོན་འཇུག་སྔགས་དེ་སྡེ་ཚན་བཞི་ལ་ཕྱེས་ནས། མིང་གཞིའི་ཡི་གེ་སྡེ་ཚན་གང་དང་གང་ལ་འཇུག་པ་དང་གང་དང་གང་ལ་མི་འཇུག་པའི། ཚོུད་གཉིས་ཀྱི་ནང་ལོགས་ནས། དངུལ་འབྱོར་སྡེ་ཚན་ཁག་ཅིག་མིང་གཞིའི་ཡི་གེ་སྡེ་ཚན་ཁག་ཅིག་ལ་འཇུག་གི་མ་རེད་ཟེར་ཏེ། གར་གྱིས་ནས་འཇུག་གི་མེད་པའི་རྒྱུ་མཚན་གྱི་སྐོར་ནས་ལོག་ཚིག་ཅིག་མ་ཞུས་པ་རེད། དེ་ཞུ་གི་ཡ་དེ་ག་རེད་ཟེར་ན། འཇུག་གི་རེད་ཟེར་ཡ་དེ། གར་གྱིས་ནས་འཇུག་ཡོད་པའི་སྐོར་དེ། ཕོག་ནས་འདས་དང་ཡིན་འགྲོ་ཕྱིར། ཟེར་ནས་རྒྱགས་ཤིག་རྒྱས་པ་ལྟར་གཏམ་རྒྱུད་ཀྱི་རྟེན་གཞི་གཙོ་བོ་དེ་བྱས་ནས་བཤད་ཡོད་རེད། འཇུག་གི་མ་རེད་ཟེར་དེ་གར་གྱི་ནས་འཇུག་གི་མ་རེད་ཟེར་བས། དྲི་བ་དྲི་མཁན་ཡོད་མ་རེད་ལ་དེ་ལས་ལན་བརྒྱ་བརྒྱ་བ་དེ་འདྲས་བྱེད་ངེས། ད་ནི་ཕན་ནི་མཐོང་མ་མྱོང་དེ་ཡིན་དུས། དེ་གི་རྒྱུ་མཚན་ནི། འཕྲོས་ནས་ཟེར་ན་མི་འདུག་མ་གྱི་ཞུ་བ་ཡིན་ན། ཡང་སྤྱི་ཡོངས་ནས་ཁོག་ལ་ཡང་ལས་ཁྱད་པར་ཅི། ཡོད་ས་རེད་བསམ་ནས

མངོན་འགྱུར་དེ་ཚོ་མུ་བཞི་ལ་འགྱུར་བའི་སྐབས་སུ་འཇུག་ལུགས་རྣམ་པ་གསུམ་ཡོད་རེད། ཐད་ཀར་འཇུག་བ་དང། སྟེང་དུ་འཛེགས་ནས་འཇུག་བ་དང་འོག་ཏུ་བབས་ནས་འཇུག་པ་བཅས་ཀྱི་གསུམ་ཡོད་རེད། གང་ལ་འཛེགས་ནས་འཇུག་པ་ཡིན་ན་ཡང་ཐོག་བརྩེགས་གཉིས་མ་གཏོགས་འཛེགས་མི་ཐུབ་ཡ། གསུམ་པ་དང་བཞི་བ་ལ་ཡ། འཆོམས་ཐུབ་ཀྱི་མེད་པ་དེ་ག་ནང་བཞིན་འོག་ཏུ་མ་བབས་ནས་འཇུག་མཁན་ཞིག་ཡིན་པའི་དབང་བཏང་བ་ཡིན་ན་ཡང། ཐོག་ཚད་སྙིང་ལས་ལྷག་པར་མ་བབས་ནས་འཁྱོམ་མ་ཐུབ་ཡ། དེས་ང་ཚོས་གཏན་ཁྲིམས་ཀྱི་ཚུལ་དུ་ངོ་སྤྲོད་ཞུས་པ་རེད། དེ་ལ་བརྟེན་ནས་ག་རེ་ཧ་གོ་ཐུབ་པ་རེད་ཟེར་ན། མོག་ནི་ཕོ་ལ་འཇུག་མི་འཇུག་ཟེར་དེ་ཚོ་དང་ལྷག་པར་དུ་མོག་དང་ཤིན་ཏུ་མོག་དེ་ཚོ་དེ་རྩིག་མ་ལ་མི་འཇུག་པའི་རྒྱུ་མཚན་དེ་ཧ་གོ་ཐུབ་པ་རེད། དེ་ག་ནང་གི། ཕོ་བ་ཡལ་ཏེ་ཤིན་ཏུ་མོག་དང་མོག་ཤམ་ལ་འགྱུར་བའི་སྐབས་སུ་ཡི་གེ་བརྩེགས་ན་མ་གཏོགས་འཇུག་གི་མེད་པས་ཀྱི། གནས་ལུགས་དེ་ཡང། ཧ་གོ་ཐུབ་པ་རེད། དེ་རིང་ག་རེ་ཞུ་དགོས་ཡིན་ཟེར་ན་ནི་མ་ནིང་མ་ནིང་ལས་མི་འགྱུར་བའི་རྒྱུ་མཚན་གང་ཡིན་པ་དང། ཕོ་མ་ནིང་ལས་མི་འགྱུར་བའི་རྒྱུ་མཚན་གཉིས་དེ། ལྟས་ཙི་མ་ཞུ་དགོས་བསམས་སོ་ད་ལྟས་ཞུ་བ་ཡིན་ན་ཆ་ཚང་བ་འདྲ་བོ་གཅིག།

དེ་ག་ནང་བཞིན་མོ་ཡི་གེ་ནང་ལོགས་ལས་སྔོན་འཇུག་རྩ་གཉིས་ནས་མི་ཐོབ་མཁན་གྱི་ཡི་གེ་མང་པོ་ཡོད་རུང་བ། ད་འདི་སྤྱིར་ཟེར་བ་ཡིན་ན། རྟགས་འཇུག་གི་དངོས་བསྟན་གྱི་དབང་དུ་བྱས་པའི་མི་འཇུག་པའི་སྐོར་གསུངས་རྒྱ་བ་དེ་འདི་རེད། ཕོ་མ་ནི་མི་འཇུག་མ་ནི་རང་ལ་རང་མི་འཇུག། མོ་དེ་བཞིན་དུ་མོ་དེ་ཚོ་ཕོ་ལ་མི་འཇུག་ཟེར་མདའ་ཚིག་དེ་ལ་ངས་ཁྲམ་རེ་རྒྱབ་ཀྱི་ཡོད། རྡོ་བསེ་སྡེ་ཚན། བསྒྲིགས་ཚར་བའི་རྗེས་སུ། ཕོ་མ་ནི་ལ་མི་འཇོག་ཟླ་མ་ནི་རང་ལ་རང་མི་འཇོག་པའི་སྐོར་བཤད་སྟངས་གཅིག་བརྒྱུད། དེ་ནས་ཡང་བཤད་སྟངས་གཞན་པ་གཅིག་རང་གི་སྡེ་དང་འཕྲད་པ་ན་ཕོ་ཡང་མོ་ལ་འཇོག་མི་འཇོག་ཟེར་གི། དམིགས་བསལ་གྱི་བཤད་སྟངས་གཅིག་གཉིས་ཡོད་རུང་བ་དེ་ཡིན་དུས་ཐོག་མར་དེ་ནས་མགོ་འཚོ་བ་ཡིན་ན། དེ་ཚོའི་མགོ་འཚོས་ལྷག་ཡོད་རྒྱུ་རེད་བསམ་གྱི་འདུག། འདི་སྐྱེས་ཟེར་ཤོད་དོ་འདི་ང་ཚོ་བོད་ཀྱི་སྲོག་རྒྱུན་གྱི་བཀའ་མའི་སུམ་ཅུ། བདེ་བར་སྒྲིག་སྟངས་ཀྱི་རེད། རྡོ་སི་བདེ་བར་སྒྲིག་དུས་ཕྱེད་དང་བརྒྱད་རེད། དམར་རྟགས་རྒྱག་བཞིན་བ་དེ་ཚོ་དེ་སྔོན་འགྱུར་རེད་གྲངས་ཀ་ལྔ་ཡོད་རེད། དམར་རྟགས་ཀྱི་ཁོ་རང་གང་ན་ཡོད་བ་དེ་ཁོ་རང་གི་བདེ་བ་རེད། ག་དེ་བཀའ་བདེ་རེད་བཀའ་བདེའི་ཡི་གེ་གང་གི་ཡང་སྔོན་ལ་འགྱུར་གི་མ་རེད། དག་འདི་རྟ་སྡེ་རེད། བ་མ་ནི་པ་སྡེ་རེད། ཨ་འདི་ཞྭ་སྡེ་རེད། སོ་སོའི་གི་སྡེ་བ་དེ་ལས་ཁྱོད་བསྡོམས་པའི་ཡི་གེ་བཞི་ཡོད་རེད་བ། གང་གི་ཡང་སྔོན་དུ་འཇུག་གི་མ་རེད། དེ་ནས་ཨ་འདྲ་བོ་ཅིག་ཆ་མཚོན་པ་ཡིན་ན་ཁོ་རང་གི་སྡེ་བ་དང་དེའི་འོག་གི་ཡི་གེ་གང་ལ་ཡང་འཇུག་གི་ཡོད་མ་རེད།

སྡེ་ཚན་གྱི་དབང་དུ་བྱས་པ་ཡིན་ན་ཕོ་ཕོ་ལ་འཇུག་གི་རེད་དེ། ནི་ད་ལྟ་དེ་སྡེ་བ་གཅིག་པ་ཡིན་ཙང་ནི་དེ་འདྲའི་གྱི་གྲི་འཇུག་ན་ག་འདྲ་ཡོང་ས་རེད། ཨ་ཏི་ཀ་ནང་གི་དེ་འཕྲོག་ཟེར་དེ། མོ་དེ་མང་ནས་ནི་འཇུག་རོ་དེ་འགྲིག་ཡོད་དང་པོ་དེ་ཚོ་དེ་འགྲིག་བསྡད་པ་ཤོག་དེ་རེད་ཤོག་དང་པོ་དེ། གཉིས་པ་དེ། ག་སེ་རང་གི་སྡེ་བ་ལ་འཇུག་བ་ཡིན་ན་འདི་འདྲ་ཆགས་འགྲོ་གི་རེད་ཟེར་གི་དཔེ་རྒྱུ་རེད་ད།

རྒྱུ་མཚན་གཅིག་རེད་བསམ་གྱི་འདུག་དེ་ང་ཚོའི་བོད་ཀྱི་ཡི་གེ་རྣམ་གཞག་གི་ནང་ལོགས་ལ་མཛེས་ཆ་དེ་གལ་ཆེན་པོ་བརྩི་ཡོད་དཔང་རྟགས་མང་པོ་བསྟན་ཡོད་མཐོང་ཡ་ཡོད་རེད། དེ་རྒྱུ་མཚན་གཅིག་འགྲོ་གི་རེད། རྒྱུ་མཚན་གཙོ་བོ་དེ་ཁོ་རང་ཚོ་གནས་དེ་ཡི་གེ་སྐྱེས་པའི་གནས་ཟེར་ཡོད་ཀྱི་རེད་དེ་གལ་ཆེན་པོ་ཤོས་རེད། གནས་དེ་གཅིག་པ་ཡིན་ཙང་དེ་མཇུག་ནས་བདེ་བོ་ཁྱོན་ནས་ཡོད་མ་རེད། ཡིག་གཟུགས་མིག་ཤུལ་མ་བརྟགས་ཀྱི་མིག་བཙུམ་ནས་ལབ་དུ།

དེ་ཞེ་སྡང་དུ་བྱེད། ཡིན་ན་ཡང་རང་གི་སྡེ་དང་འཕྲད་ན་ཕོ་མོར་འཇུག་གི་མ་རེད་ཟེར་ཡོང་དུས་ད་དམིགས་བསལ་གྱི་སྐད་ཆ་དེ་སླེབས་ཡོང་གི་ཡོད་རེད། ཞེ་སྡང་དང་དམིགས་བསལ་གྱི་འགྲོ་སྟངས་དེ་ཧ་མ་གོ་བ་ཡིན་ན་ཡང་བལྟས་ཚེ་རྙོག་དྲ་འདྲ་བོ་ཡོང་སྲིད་པ་རེད།

ཁ་ཅིག་གིས་དང་པོ་དེ་ད་ལྟ་བ་བཞག་གི་རེད་ཁ་ཅིག་གིས་དང་པོ་དེ་མ་འོངས་པ་བཞག་གི་རེད། ཡིན་ན་ཡང་ངས་རྡོ་བསིལ་གྱི་ནས་བཞག་གི་ཡོད། དེ་བཞག་དགོས་ཡ་གི་རྒྱུ་མཚན་དེ་ག་རེད་ཟེར་ན། ཆུང་ས་ནས་ཡ་ཞུས་བ་ཡིན་ན་ང་ཚོས་ང་རྒྱུད་ལ་འདས་མ་ད་སོམས་སུ་འདས་པ་དེ་ཨང་དང་པོ་ལག་ར་བ། དེ་རྩ་བའི་རྒྱུད་སྡེ་གི་ཡིན་རྒྱུ་རེད་སེམས་ཁྲལ་རྒས་སོམས་ཟེར་བའི་བཟོ་འདྲ་བོ། སེ་ར་དེ་སྔོན་ཡོང་བ་དེ་བརྗོད་བདེ་གི་རེད་བ། ཁྱེད་རྩ་འདེད་མ་དག་སོང་འདེད་མ་འོང་ད་ལྟ་དུས་སོང་ཟེར་ཡོང་དུས། དེ་གི་གོ་རིམ་དང་ཡོངས་སུ་མཐུན་བདེ་བ་ཅིག་ཆགས་གི་ཡོད་རེད་དེ་ཡང་གནད་འགག་ཅིག་རེད། དེ་ནས་གནད་འགག་ཆེ་ཤོས་དེ་ག་རེད་ཟེར་ན། རྡོ་བསིལ་གྱི་བཞག་བ་ཡིན་ན་དུས་སོང་གི་བཞག་ཚད་ཀྱི་སྒྲ་གདངས་དྲག་ཞིང། སྒྲ་དྲག་ལོད་ཀྱི་ཡོད་རེད་བ་དེ་གི་རིམ་པ་དེ་ཏག་ཏག་ཡོང་གི་ཡོད་རེད། སྒྲ་དྲག་ཤོས་དེ་འདས་པ་རེད། དེ་ནས་མ་འོངས་པ་རེད་དེ་ནས་ད་ལྟ་བ་དེ་མ་འོངས་པ་ལས་སྒྲ་ཞན་པ་དེ་སྙོམས་བ་རེད། དེ་གི་བང་རིམ་དེ་དཔེ་མི་སྲིད་གནད་འགག་ཆགས་ཀྱི་འདུག་སྔོན་རྒྱུགས་གསུམ་ཡོད་བ་དེ་གི་གོ་རིམ་དེ་ཡང་ཏག་ཏག་མ་ཡོང་གི་ཡོད་རེད། ད་ང་ལྟ་ན་བ་མ་ཨ་སི་དེ་གོ་རིམ་དེ་ལག་གི་མེད་ད་སྔོན་རྒྱུགས་ལྔ་དེ་སྡེ་ཚན་བཞི་ལ་ཕྱེ་ཡོད་རེད་བ། སྡེ་ཚན་བཞི་ལས་བྱེད་པའི་ཕོ་དང་མང་ནའི་མོ་དང་ཤིན་ཏུ་མོ་ཟེར་གྱི་ཡོད་རོ། ད་ད་ལྟ་འདི་ལ་ཤིན་ཏུ་མོ་ཡོད་མ་རེད་མ་གཏོགས་དེ་མིན་གྱི་ཕོ་གསུམ་འཇོག་དུ་ཡོད་རོ། ཕོ་གསུམ་གྱི་ནང་དང་པོ་དེ་ཕོ་རེད། འདས་པ་ལ་འཇོག་དུ། དེ་གའི་རྗེས་ལ་མང་ནའི་རེད། ད་དེ་རེད། དེ་གི་རྗེས་ལ་མོ་ཨ་དེ་རེད། དེ་སོང་གི་གོ་རིམ་གི། བྱ་ཚིག་ཚར་གཅིག་གི་ནང་ལོགས་ནས་འདས་མ་ད་སོང་གི་སྒྲ་དྲག་ཞན་དང། སྒྲ་སྙོམས་ལོས་དང་ནུས་པ་ཆེ་ཆུང་འདྲ་བ་དེ་ཡང་དེ་ག་རང་གི་ཧ་གོ་ཐོས་ཅིག། འོ་འདི་གནད་འགག་ཆེན་པོ་ཞིབ་ཅིག་ཆགས་གི་ཡོད་རེད། དེ་ནས་འདི་ཅི་ཟེར་ཤོད་དོ། བྱ་ཚིག་ཚར་གཅིག་གི་འདས་མ་ད་སོང་སྐུ་ཚེགས་བཞི་དེ་རིམ་པས་སྒྲ། གཞན་རུ་འགྲོ་གི་རེད། ཙི་ཙིའི་གི་རྔ་མ་ནང་བཞིན་མ་ཕ་རུ་ཕ་རུ་འགྲོ་གི་རེད་ཟེར་ཏེ། ད་རི་མོ་འདི་གི་ཐོག་ནས་བརྡ་སྤྲད་ཐུབ་གི་རེད། འདི་གི་ནང་ལོགས་ནས་རྒྱ་མགོ་དེ་དངུལ་འཇོག་གི་རྟགས་སྔོན་པོ་དེ་མི་གཞི་གི་རྟགས་སེར་པོ་དེ་རྗེས་འཇོག་གི་རྟགས་རེད། དངུལ་འཇོག་དེ་མི་གཞི་ག་རེ་ཡིན་ན་ཕོ་ཡིན་པའི་གཞོགས་ལ་ཀོ་ཤུགས་ཚད་འདྲ་བོ་དེ་རིམ་པ་བཞི་ཡོད་རེད་ཟེར་ཏེ་འདི་རིམ་པ་བཞི་བཀོད་འདུག་བ། རྒྱན་འཇོག་ཕོག་ཡིན་ན་ཤོག་ཚིག་རིམ་པ་སོང་མ་གཏོགས་ཡོད་མ་རེད་ཁོ་རྒྱན་འཇོག་ལ་དབྱེ་བ་སོང་མ་གཏོགས་གནང་ཡོད་མ་རེད་བ་རྩ་བའི་དབྱེ་བ་དེ་ད་བཟློས་སུ་བྱས་ཡོང་དུས་ཨ་འདའི་ཚིག་ལས་ནི་མ་འོངས་པའི་ཚིག་དེ་ཨ་དྲུག་གི་ག་ཚིག་གི་ཉུང་བ་འདུག་ཧ་ལམ་དྲུག་གི་སུམ་ཚིག་ཅིག་གི་ཉུང་བ་འདུག་བ་དེ་ག་ནང་བཞིན་མ་འོངས་པ་ལས་ད་ལྟ་བ་དེ་ཨ་དྲུག་གི་གཅིག་གི་ཉུང་བ་འདུག་བ། ད་ལྟ་བ་ལས་སྐུ་ཚེགས་དེ། གྲུབ་བཞི་གཅིག་རེ་གཉིས་རེ་གང་ལྟར་ཉུང་བར་འདུག་བ། ད་དུང་ག་རེ་ཡོད་རེད་ཟེར་ན། ད་ལྟ་བ་གི་སྨོན་འཇུག་དེ། ཨ་མོ་རེད་དེ་ཡོད་རེད་བ། མོ་ཡིན་ཙང་མོ་ནི་གཞན་པར་འཇོག་ཡོང་དུས་དེ་གས་ནི་འདི་ནི་གྲུབ་བཞི་གཅིག་ལྷག་ཙི་གཅིག་མ་ཉུང་རུ་བཏང་དགོས་རེད། མོ་ནི་གཞན་པའི་ཚོད་ཀྱིས་འཇོག་སའི་དེ་རེད། མ་སྒྲ་གཞན་རུ་བཏང་ཡོད་རེད། འདི་དངོས་རྒྱུགས་ཨ་ཡིན་པ་དང། དེ་ལས་དབྱངས་ཡོལ་བའི་རྒྱུ་མཚན་ལ་བལྟས་ཡང་ཡིན་ན་ད་ཚོད་ཕག་བྱས་ཡིན་ན་ཕ་ཅེ་གྲུབ་ཀྱི་སྙིང་ཚིག་ཅིག་མ་ཤུགས་ཆུང་སྒྲོག་རེད། དེ་ནས་འདི་ལས་ན་རོ་ཞུ་བ་ཡིན་ཙང་ཨ་ནི་གྲུབ་ཀྱི་སྐྱེག་ཚིག་ཅིག་མ་ཤུགས་ཆུང་སྒྲོག་ཡོད་རེད། དེ་ག་རེ་གི་ཧ་གོག་ཡོད་རེད་ཟེར་ན། འདི་ཅི་ཟེར་ཤོད་དུ་དེ་ཕ་གྱི་དཔེ་རྒྱུན་འདི་གི་ཧ་གོ་ཐུབ་རེད། འདི་གི་ནང་ལོག་ནི་འདི་འདས་པ་རེད་འདི་མ་འོངས་པ་རེད། གང་ལྟར་འདི་གི་ཕྱོགས་དེ་ཚོ་དེ་འདས་པ་རེད་འདི་གི་ཕྱོགས་དེ་ཚོ་དེ་མ་འོངས་བའམ་ད་ལྟ་བ་ཆགས་ཀྱི་ཡོད་རེད། དེ་ཡིན་དུས་བྱ་ཚིག་ཚར་གཅིག་གི་ནང་ལོག་ནི་འདས་པ་དེ་ཤུགས་ཆེ་ཤོས་དགོས་ཀྱི་ཡོད་རེད། ཡིན་ན་ཡང་ད་ལྟ་འདི་འདི་ལས་འགྱུར་ཟེར་སྔོན་འགྱུར་མེད་ན་འདས་པ་དང་དེ་ལས་སྔོན་འགྱུར་བ་བརྒྱབ་ན་ད་ལྟ་བ་ཆགས་ཡོང་དུ་བ། དེ་ག་ནང་གི་གྲོབ་འགྲོབ། འདོར་འདོར། མཁྲེགས་མཁྲེགས། འཕེར་འཕེར། འགྱངས་འགྱངས། སྔོན་འགྱུར་བ་ཡོད་མཁན་དེ་ད་ལྟ་བ་ཆགས་སྔོན་འགྱུར་མེད་མཁན་དེ་འདས་པ་ཆགས་ཡོང་དུ་བ། དེ་གར་མཚོན་དགོས་རེད་ཟེར་ན། སྦྱོར་ཟེར་ཡ་དེར་སྔོན་སྦྱོར་བ་བསྐྱབས་ཡོང་དུས་མོ་ནི་གཞན་པར་འཇོག་ཡོང་དུས། སྦྱོར་དེ། གཞན་རུ་གཏང་གི་ཡོད་པ་ཡིན་ཙང་ནི་སྔོན་སྦྱོར་དེ་མ་ལན་བཤད་པ་ཡིན་ན། ཨི་ཡ། ཁོ་རང་འཇགས་བསྡད་ཡོང་དུས་སྔོན་སྦྱོར་བ་ཡོད་པ་ལས། སྒྲ་རུ་དང་ནུས་པ་ཆེ་རུ་འགྲོ་གི་ཡོད་པ་ཡིན་ཙང་ཨི་སྔོན་སྦྱོར་མེད་པ་དེ་འདས་པ་ཆགས་པར་བ། འོ་དེ་གས་རགས་པ་དེ་གས་ག་རེ་རེད་ཟེར་ན་སྔོན་སྦྱོར་བ་ཟེར་ཡ་དེ་གང་ལ། འཇུག་བ་ཡིན་ན་ཡང་སྡིག་ཤུགས་ཚད་དེ་མ་སྐྱག་གི་ཡོད་རེད། སྔོན་འཇུག་བ་ཕོ་དེ་གང་ལ་འཇུག་བ་ཡིན་ན་ཡང་དེ་གི་ཤུགས་ཚད་དེ་ཡག་པ་གི་ཡོད་རེད། མ་ནིང་དེ་གི་གོ། དང་པོ་འཇུག་ས་གི་མིང་གཞི་གི་ཡི་གེ་དེ་ཕོ་མོ་མ་ནིང་གང་ཡིན་ན་དེ་དང་འདྲ་བོ་འདྲ་བོ་གི་གོ། མ་དོ་དེ་གི་ཞི་བ་ཞི་བ་མཐོ་དམན་གི་གཏུག་གི་ཡོད་མ་རེད།

དེ་ག་ནང་གི་གཞན་འགྲེལ་གྱི་སྐོར་ཟེར་དེ་དེ་རེད། དེ་གི་གཞན་མིང་འཁོར་ཟེར་དེ་དེ་རེད། ད་ཁོ་ནི་དཔའ་རོགས་ལས་ཆེ་ཆུང་འདྲ་བོ་དང། ཡང་སྦྱིན་འདྲ་བོ་ནུས་པ་ཆེ་ཆུང། བོངས་ཚད་ཆེ་ཆུང་འདྲ་བོ་དེ་ག་འགྲིག་འདུག་ད་དེ་གནད་འགག་ཅིག་ཆགས་ཡོད་རེད། དེ་ནས་དང་བདག་གི་དཔེ་བརྗོད་དེ་དང་སྔོན་གྱི་དཔེ་བརྗོད་དེ་གཉིས་དེ་ལྟས་ཚེ་འདྲ་གི་ཡོད་མ་རེད། ད་འདི་ཡིན་ན་སྔོན་འགྱུར་གང་ཡིན་པ་དེ་ལྗང་ཁུ་རེད། མིག་དབྱེ་གང་ཡིན་པ་དེ་སྔོན་པོ་རེད། རྗེས་འཇུག་དང་ཡང་འཇུག་གང་ཡིན་པ་དེ་སེར་པོ་བཅས་ནི། མདོ་བདུད་བོ་བཅས་ཀྱིས་བཟོས་ཀྱི་ཡོད་རེད། ཨེ་དེ་ལས་མིག་དབྱེ་དང་རྗེས་འཇུག་ཕོ་མོ་མ་ནི་གང་ཡིན་པ་དེ་ཡི་གེ་བྲིས་ཕོ་ཡིན་ན་ཕོ་མོ་ཡིན་ན་མོ་འདི་འདི་འདྲ་བྲིས་ཡོད་རེད་བ། དེ་སྔོན་འགྱུར་གང་ཡིན་པ་དེ་སྔོན་འགྱུར་ཁོ་རང་རང་གིས་བཞག་ནས་འདི་མདོ་བདེ་ཡོད་རེད། འདི་འདྲ་བོ་ཅི་ཆ་མཚོན་པ་ཡིན་ན་ཡང་དེ་ལས་དྲ་རྒྱའི་རུ་བཏང་ནས། སྔོན་རྗེས་མིང་སོང་ག་རེ་ཡིན་ན་ཕོ་ཚང་མ་དཀར་པོ་དང་མོ་ཚང་མ་དམར་པོ་དང་མ་ནེ་ཚང་མ་སེར་པོ་དང། དེ་ནས་ཤིན་ཏུ་མོ་ཚང་མ་རྒྱང་གིས་བཟོས། ནི་དེ་སྔོན་རྗེས་མིང་སོང་གང་ཡིན་པ་དེ་སོ་སོའི་གི་ཐོབ་ཁོངས་ཀྱི་ཐོག་ནས་ཨ་གོ་ཐུབ་ཡ་ཆེ་ད་ལྟ་འདི་ཡིན་ན་གོ་གང་ལས་དེ་ཡི་གེ་ཁོ་རང་བྲིས་ཀྱི་ཡོད་པ་ཡིན་ཙང་དེ་ཧ་མི་གོ་ཡ་གལ་མི་འདུག་ཨ། དེ་ནས་ད་ངས་མང་པོ་ཤོད་ཀྱི་མེད་རིང་པོ་ཤོད་ཆགས་ནོར་ཡོད་ས་རེད། རྡོ་རྡོ་མ་ནིང་ལ་མ་ནིང་མི་འཇོག་པའི་རྒྱུ་མཚན་གང་ཡིན་པ་དེ་ད་ཁ་དོག་མ་ཞུས་བ་ཡིན་ན། ཐོག་མར་འདི་སྐྱེས་ཟེར་ཤོད་དོ་ད་འདི་སྔོན་འཇོག་ངའམ་ཡང་ན་སྔོན་འཇོག་གི་སྡེ་ཚན་ང་དེ་མིན་གྱི་སྡེ་ཚན་གང་དང་གང་ལ་འཇོག་པ་དང་མི་འཇོག་པའི་སྐོར་དེ་འདི་ནང་ལོགས་ལ

མཇུག་གློག་རྣམ་པ་གསུམ་ཅེས་ལྟར་བྱེ་བྲག་ཏུ་དབྱེ་ཡོང་དུས་སྟེང་དུ་བཞི། ཐད་ཀར་གསུམ་འོག་ཏུ་གཉིས། ཚིག་སྐད་འདྲ་བོ་ཅིག་བཟོས་བ་ཡིན་ན། སྟེང་བཞི་འོག་གཉིས་ཐད་ཀར་གསུམ་ཟེར་བའི་བཟོ་འདྲ་བ། ཡང་ན་གྲངས་ཀྱི་གོ་རིམ་དང་མཐུན་པར་ལ་བ་ཡིན་ན་འོག་གཉིས། ཐད་གསུམ་སྟེང་དུ་བཞི་ཟེར་བའི་བཟོ་འདྲ་བ། འདི་གི་ནང་ལོགས་ནས་འགྲེལ་བཤད་རྒྱག་བ་ཡིན་ན་འདི་མིང་གཞི་ཕོག་རེད་བ། འདི་མང་ནན་རེད་བ།

ཏེ་སེམས་ལ་ཉར་ཚར་བའི་རྗེས་སུ་ད་ང་ཚོས་ག་རེ་ཧ་གོ་དགོས་ཟེར་ན། མིང་གཞི་ཕོ་བཀའ་རྒྱ་བཏབ་པ་རྩ་དེ་ཚོ་སྟེ། བྱ་ཚིག་གི་རྩ་བའི་དབྱེ་བ། གཞན་འབྲེལ་དང་གཞན་མའི་ལས་ཚིག་གཉིས་བགྱི་བ་ཡིན་ན། གཙོ་བོ་དེ་གཞན་འབྲེལ་ལས་ཚིག་ལ་བེད་སྤྱོད་བཏང་གི་ཡོད་རེད། གཞན་འབྲེལ་ལས་ཚིག་གི་ནང་ལོ་ནས་ཀྱང། འདས་པ་ལ་བེད་སྤྱོད་བཏང་གི་ཡོད་རེད། ཕོ་དེ་ཚོ་ལ་ཡིན་ད། ད་གཞན་སྒྲིག་དེ་གཞན་མེད་གཉིས་ཀྱི་ནང་ལོགས་ནས་གཞན་མེད་དེ་སྒྲ་གཞན་པ་དགོས་ཀྱི་རེད་ཟེར་ཡོང་དུས་ཨ་ནི་མ་ནིང་ཁ་ཆ་འཐབ་པ་ཚར་ཏེ་བྱ་ཚིག་གི་ནང་ལོགས་ནས་གཙོ་བོ་གཞན་མེད་ལས་ཚིག་ལ་བེད་སྤྱོད་བཏང་གི་ཡོད་རེད། གཞན་སྒྲིག་གི་ནང་ལོགས་ལ་ཡར་སླེབས་ཡོང་བ་ཡིན་ན་ད་ལྟ་བ་དང་ཨ་ནི་སྐུ་ཚིག་ད་གཟུགས་མི་འགྱུར་བ་ཁ་ཤས་རེད་མ་གཏོགས་སྤྱི་སྟངས་ཀྱི་ཆ་ནས་བཤད་པ་ཡིན་ན་དེ་གི་ཆེད་དུ་བེད་སྤྱོད་བཏང་གི་འདུག་བ།

དབྱངས་འདི་སྦྱར་བ་ཡིན་ནམ་ཞེས་པའི་ཞེན་རེ་བཏང་ཡོད་རེད་ད་ནི་ང་ཚོ་སྐུ་ཚིགས་ཕ་ར་ཆེ་བ་ལས་དབྱངས་ཡོད་དགོས་ཀྱི་རྒྱུ་མཚན་དེ་ཚོ་འབྲི་ཡི་མང་པོ་བརྗོད་ཡོད་རེད། སྐུ་ཚིགས་ལས་ཆ་མཚོན་མ་ཡིན་ན་ད་རེ་རེའི་ཚ་ཡོད་རྒྱུ་རེད་མ་གཏོགས་ཕ་ར་ཆེ་བ་དེ་ལས་དབྱངས་ཡོད་རེད་བ། ཨ་དེ་ག་ནང་བཞིན་བཞག་ཚེ་ཚར་གཅིག་གི་ནང་ལོགས་ནས་ད་ལྟ་བ་ཕ་ར་ཆེ་བ་དེ་ལས་དབྱངས་ཐུག་ཡོད་རེད།

དེ་ནས་ཞེ་དྲག་པའི་ནང་ལོགས་ལ་མ་གླེང་དེ་འབྲེལ་བ་ཅི་ཡོད་ཡོད་མ་རེད། ཤ་ཁ་ཁ་དྲི་སོ་སོ་རེད། དེ་ནས་ཤི་དང་བ་དང་ཐོ་བོ་བ་གཉིས་ཀྱི་ནང་ལོགས་ལ་སླེབས་ཡོང་དུས། མ་གླེང་དེ་སྐུ་ཚེགས་དང་གཅིག་ཁྱེད་དུས་གསུམ་གྱི་ནང་ལོགས་ནས་ད་ལྟ་བ་སྟོན་ཡག་གི་ཆེད་དུ་བེད་སྤྱོད་གཏང་གི་ཡོད་པ་ཡིན་ཙང། ངུ་འཇོ་ཕོ་བརྒྱག་ན་ཡང་འཐོར་འགྲོ་གི་ཡོད་རེད། འཐོར་ཕྱིན་པ་ཡིན་ན་དེ་གི་ཞེ་འདྲི་དང་ཞེ་མེད་དང། ད་ལྟ་བ་དང་མ་འོངས་པའི་དབྱེ་བ་དེ་ཤེས་མི་ཐུབ་པ་ཆགས་འགྲོ་གི་རེད། སྒྲ་སྙན་པ་ཆགས་ན་གཞན་འབྲེལ་དེ་ཚོ་དང་སྒྲ་སྙན་པ་ཆགས་ན། ད་ལྟ་དབྱིན་སྐད་ཁ་ཤས་བོད་སྐད་ཐོག་མ་སྦྱང་བའི་སྐབས་སུ། ནི་ཀ་ཁ་ཀ་ང་མ་འདོན་ཡོང་དུས་ཁ་དང་ག་དེ་ཚོ་གི་སྒྲ་གདངས་དེ་མ་གཞན་རུ་གཏང་མི་ཐུབ་བ་ཆེས་སྙོམས་པོ་གཏང་མ་ཤེས་པའི་དབང་གིས་ཀ་དང་གཅིག་པ་ཆགས། དེ་ནས་ཀ་ལ་གོ་ཡོད་ཁ་ལ་གོ་ཡོད་ཧ་མི་གོ་ནི་དང་པོ་དེ་ལ་གོ་ཡོད་གཉིས་པ་དེ་ལ་གོ་ཡོད་གསུམ་པ་དེ་ལ་གོ་ཡོད་ཟེར་ནས། ནི་སྐོར་ར་བརྒྱབ་ནས་དྲོ་བ་དྲན་ནས་དགོས་ཡ་དེ་ནས་དཀའ་ངལ་ཡོང་འདུག་བ། ཁྱེད་ཚང་ང་ཚོ་ཞེ་འགྲས་དང་ཞེ་མིག། ག་རེ་གྱིས་ནས་དབྱེ་བ་ཕྱེ་ཐུབ་ཡོད་རེད་ཟེར་ན་དེ་གཉིས་སྒྲ་མ་འདྲ་བ་གཅིག་གི་སྐོར་མ་འདྲ་བ་དེ་ག་འདྲས་བཏང་ཡོད་རེད་ཟེར་ན། རིགས་གཅིག་པ་ཡིན་པ་གང་ཞིག། རིགས་དེ་ལས་ཕ་མ་སྒེར་བའི་ཐོག་ནས་གཅིག་དེ་མ་གཞན་རེ་བཏང་ཡོད་རེད། ཁྱེད་ཚང་སྔོན་འགྱུར་བའི་ཕོག་དང་མ་ནིང་རྒྱག་བཞིན་པའི་ནི་ད་ལྟའི་མ་གཞན་རེ་བཏང་ཐུབ་ཡོད་མ་རེད། སླར་ཡང་ང་ཚོས་མདོར་བསྡུས་ཏེ་བསྡོམས་བརྒྱབ་ནས་བསྐྱར་དུ་ཞུ་བ་ཡིན་ན། ང་ཚོ་བོད་ཀྱི་བཀའ་མའི་སྲོལ་འབྱེད་དུ་དང་པོ་བདེ་བར་བསྒྲིགས་པ་རེད་བ་ཀ་ཁ་ཀ་ང་ལྕགས་ཆ་ལྕགས་ཉག་སི། དེ་ནས་དེ་དང་མ་འདྲ་བ་གཅིག་གི་ཐོག་ནས་བཀའ་ལྕགས་བཏགས་པ་ཟེར་བཅས་ཀྱི་སྡེ་ཚན་ལྔ་ནུ་ཚོས་བསྒྲིགས་སྟངས་གསར་པ་ཅིག་བྱས་ནས་བསྒྲིགས་རེད་བ་དེ་ག་རྒྱུ་དེ་བསྒྲིགས་བ་རེད་ཟེར་ན། བྱ་ཚིག་གི་རྣམ་བཞག་དེ་སྟོན་ཡང་གི་ཆེད་དུ། གཙོ་བོ་དེ་རེད་བ། མ་གཏོགས་མིང་ཚིག་དང་ཕྲད་དང་འབྲེལ་བ་ཟིག་ཞིག་རག་ཡོད་མ་རེད། དེ་སྐྱེལ་ཡོང་དུས་ནི་ཕོག་གི་རིགས་དེ་ཚོ་དེ་གཙོ་བོ། གཞན་འབྲེལ་དེ་དེ་གི་ནང་ལོགས་ནས་འདས་པ་དོན་ཡག་གི་ཆེད་དུ། མིང་གི་བཀའ་རྒྱ་བཏབ་པ་རྩ་ན་བཟས་ནས་ཁོ་རང་བདེ་ཚིག་འདྲ་བོ་གཅིག་བཟོས། དེ་ག་ནང་བཞིན་གཞན་འབྲེལ་གཞན་མེད་གཉིས་ཀྱི་ནང་ལོགས་ནས་གཙོ་བོ་གཞན་མེད་ཀྱི་ལས་ཚིག་དང། གཞན་འབྲེལ་ཡིན་ན་ཡང་དུས་གསུམ་གྱི་ནང་ནས་ད་ལྟ་བ་དང། གཙོ་བོ་སྐུ་ཚིག་དོན་ཡག་གི་ཆེད་དུ།

དང་ལམ་དེ་འདྲའི་གཅིག་གི་ཐོག་ནས་ཡི་གེ་ལྔ་ཐམ་པ་གཅིག་ལ་མང་ནིང་ཟེར་ནས་ཚུར་ཟུར་དུ་ག་ལ་ཞིག་ཡར་བ་ཅིག་ཆགས་ཀྱི་ཡོད་ཡིན་ཙང་ཡང་ཁོ་བོས་མི་འཇོག་གི་ཡོད་གི་རྒྱུ་མཚན་དེ་རེད། སི་ཏང་གི་ཏུང་ཧོན་ཡིག་རྙིང་དང་གནའ་སྔ་མོ་གི་རྡོ་རིང་དེ་ཚོའི་ནང་ལོགས་ལ་མང་ནིང་ལ་མང་ནིང་འཇོག་བདེ་ཡག་དང་མང་ནིང་ལ་ཕོག་འཇོག་བདེ་ཡག་གི་དཔེ་བརྗོད་ཟེར་ན་མི་འདུག་དེ་འདྲ་མང་པོ་ཡོད་རེད་བྲིས་རྒྱག་པ་དེ་འདྲ་མང་པོ་འདུག་ཨ། ད་ཕྱིས་སུ་སུམ་རྟགས་གཉིས་དེ་གཏན་ལ་འཁེལ་ཡོང་དུས། ཨ་ཕོག་དང་མང་ནའི་དེ་མང་ནའི་ནི་འཇུག་གི་མ་རེད་ཟེར་ཏེ། གཅིག་ནི་དངོས་པོའི་ཆོས་ཉིད་དང་མཐུན་པ། གཉིས་ནི་རྡོ་སྲི་མ། ཡི་གེ་ཀྱི་དོན་སྟོན་སྟངས་ཀྱི་སྡེ་ཚན་དེར་བསྒྲིགས་ནས་ཁྱོད་ཀྱི་ལས་འགན་འདི་ཡིན་ད་འདིའི་ལས་འགན་འདི་ཡིན་ད་ཕི་ཀའི་ཀྱི་ལས་འགན་ཕི་ཀའི་ཡིན་ད་ཟེར་ཡོང་དུས་བགོ་སྐལ་བརྒྱབ་ཡོང་དུས། ཨོ་དེ། ཞབས་ཚ་བོ་ཞོལ་ཅིག་དང་གནས་ལུགས་དང་མཐུན་པ་རྒྱུ་མཚན་དང་རོགས་པ་དང་ལྡན་པ་གཏན་ཚིགས་དང་མི་འགལ་བ། ཞོལ་གྱི་ཕྱག་དེ་ག་རེད། ང་ཚོས་བོད་ཀྱི་ཀ་མད་སུམ་ཅུ་སྟེ་གིས་གང་ལྟར་བརྗོད་བྱ་ག་རེ་ཡིན་ན་དེ་ཆ་ཚང་བ་ཅིག་སྟོན་ཐོབ་དགོས་ཀྱི་ཡོད་རེད་བ། དེ་སྟོན་ཡོད་ལ་ཡི་གེ་དེ་ཚོ་ལ་ལས་འགན་འདྲ་མ་འདྲ་བ་དགོས་ཡོད་དེ་གནད་འགག་ཆགས་ཀྱི་ཡོད་རེད། ད་ལྟ་མི་ཡི་སྤྱི་ཚོགས་ནང་ལོགས་ལ་ཆ་མཚོན་པ་ཡིན་ན་ཀ་ལུང་པ་སྤྱི་བྱེའི་ཆེད་ལ་ཕོག་མང་དྲག་གནང་མྱོང་དྲག་དཀའ་ངལ་འདུག་སྤྱི་བྱེའི་ཆེད་ལ་རྒན་རྒོན་མང་དྲག་སྤུག་མྱོང་དྲག་དཀའ་ངལ་འདུག་ཟེར་བ་འདྲ་བ། གང་ལྟར་ཁོ་ག་རེ་ཡིན་ན་ཆ་སྙོམས་ཀྱི་དང Balanced ཀྱི་དགོས་ཀྱི་རེད་ཟེར་གྱིན་འདུག་བ། ཇི་ལྟར་བལྟས་ཡིན་དུས་ཚང་མ་དེ་གཅིག་པ་ཡིན་བསྡད་པ་དང། ཡང་ན་ཚང་མ་སྐད་ཆའི་ཕྱོགས་གཅིག་ལ་བཏོན་བསྡད་ཀྱི་ཡོད་བ། དེ་འདྲའི་འདྲ་ཆགས་སོང་ཡིན་ན་དེ་ད་ལྟ་བསྡད་ཀྱི་ཡོད་མ་རེད་བ། དེ་ནི་རྒྱུ་མཚན་ཆུང་ཚགས་ཟེར་ན་མི་འདུག་བ། མཚམས་མཚམས་ལས་དེ་གས་ཆུང་ཆུང་བཙལ་ཡོང་ལ་ང་ཚོ་ཡིག་གཟུགས་ཀྱི་ནང་ལོགས་ནས་དངུལ་འབྱོར་དང་རྗེས་འབྱོར་དེ་ཚོ་རྒྱག་ཡོང་དུས་མཛེས་མི་མཛེས་ཀྱི་ཆ་ནས་དེ་གས་ཆེན་པོ་བརྩི་ཡོད་རེད། གས་ཆེན་པོ་བརྩི་ཡོད་རེད་ཟེར་ན་མ་འགྱང། གང་ལྟར་དེ་ཁོ་བདག་འགའ་ཡོད་བསྡད་པའི་སྐབས་སུ་ཡང་ཅི་མ་མཛེས་བ་ཅིག་ཡིན་གཅིག་མིན་གྱི་སྒུལ་ཡ་སྐད་མེད་བསྡད་པ། ཐོག་མའི་སྐབས་སུ་ཡིན་ན་ང་ཚོ་བོད་ཀྱི་སྐར་མའི་སུམ་ཅུ་དངུལ་འཇིགས་མིང་འདོགས་རྩིག་མ་འདོགས་ཅན་བཤད་ཡོང་དུས།

དངུལ་འཇོག་ཡོད་མ་རེད་རྗེས་འཇོག་ཡོད་མ་རེད་རྩིག་མ་ཡོད་མ་རེད། བྱ་ཚིག་ཚར་གཅིག་གི་དབང་དུ་བྱས་པ་ཡིན་ན། དེ་ཡང་དུས་མཚུངས་ཞེ་སྡང་བ་གི་ནང་ལོགས་ཆ་མཚོན་པ་ཡིན་ན་ཕར་བྱས་པ་སྐུ་ཚིག་དེ་ལས་མ་ནན་རྐྱང་རྐྱང་འདྲ་བོ་ཅིག་སླེབས་ཡོང་གི་རེད། ཆ་མཐའ་དེ་ངེས་ཀྱི་མ་རེད་དེ། དེ་ཡང་དབྱངས་གཞུང་ནས་མ་དམའ་རུ་བཏང་བའི་ཐོག་ནས་ཡོང་གི་ཡོད་རེད། འདི་ནི་ཐོག་བབས་བ་འདྲ་ཆ་མཚོན་མ་ཡིན་ན་མང་པོ་ཅི་ད་ལྟ་བ་ནོར་སླེབས་ཡོང་གི་ཡོད་རེད་དེ་ཡང་སྔོན་འཇུག་གཙོ་བོ་ཧ་དང་དེ་འདྲའི་འཇུག་གི་ཐོག་ནས་ཡོང་གི་ཡོད་རེད། དེ་ནས་གཟུགས་མི་འགྱུར་བ་དེ་ཚོ་དེ་ཀོ་ད་མ་ནས་ཕོ་མོ་མ་ནས་གང་ཡིན་ཆེད་མེད་རེད་ཅིག་པ་རེད་ཀོ་མི་འགྱུར་བའི་རེད་ག་ཤེད་ཅིག་ཡོད་རེད་བ་དེ་ཚོ་དེ་ད་ནི་འདི་གི་དབྱེ་བ་ཤེས་ནས་ནམ་རྒྱ་བཟོ་ས་གི་ནང་ལོགས་ལ་གི་ཐེག་གི་ཡོད་མ་རེད། དེ་སྐྱེས་དུས་ད་མིང་གཞི་མ་གནས་ཟེར་དེ་ལས་སྔོན་འགྱུར་ཕོག་ན་མ་གནས་མི་ཐུབ་པའི་རྒྱུ་མཚན་དེ། ངས་དེ་ཡང་ཡིན་ན་གཙོ་བོ་ཆེ་དེ་དེ་ཚོ་རེད་བསམ་མི་ཐུབ། ད་དུང་དེ་ལས་གཞན་པ་དེ་འདྲའི་དང་གལ་ཆེ་བ་དེ་འདྲའི་ངས་མ་ཤེས་པ་དང་མ་མཐོང་བ་དེ་འདྲའི་ཡོད་སྲིད་པ་རེད། ད་ལྟ་གནས་སྐབས་དེ་འདྲའི་འདྲ་བོ་ཅིག་བྱས་ནས། དེ་ནས་གཞོགས་ལ་ང་ཚོས་ངའི་ཡི་གེ་ཁྱིམ་ཚང་གཅིག་བསྒྲིགས་ནས། ཞག་ཚིགས་ཀྱི་དུས་གསུམ། སྐུ་ཚིགས་དེ་གཅིག་པ། བྱ་ཚིག་ཚ་རེ་རེ་བཞིན་དུ་མ། དཔེ་བརྗོད་ཁ་ཤས་ཀྱི་ཞུ་ཐོབ་ན་བསམས་སོ། འོ་ན་སྐབས་དེ་དུས་ཡང་མང་ལྷན་དུ་འབྲེལ་བ་དེ་ཏན་ཏན་སླེབས་ཡོང་གི་རེད་བསམས། དེ་ནས་ཚང་མ་ལ་བཀྲ་ཤིས་བདེ་ལེགས།